དཔལ་ལྡན་སོ་སོ་མཆོག་བོད་ནང་གི་རྫ་དྲག་གནས་སྟངས་ལ་གཞུང་འབྲེལ་གདུང་སེམས་མཉམ་བསྐྱེད་ཀྱི་གྲོས་གཞི་གྲོས་འཆར་ཡིག་ཆ་ཨང་གསུམ་པའི་ཐོག་ལ་ཞུ་ཆོག་པ་ཆེད་ཞུ་བ་ཡིན། ད་སྤྱི་བཏང་གི་ང་ཚོ་གཞིས་ལུས་བོད་མི་ཟེར་ན་རེད་བོད་ནང་ལ་བསྡད་ངེས་ཀྱི་བོད་མི་ཟེར་ན་རེད་གང་ལྟར་ཁོང་རྣམས་པ་ཨ་ནི་བོད་ནང་རྒྱ་ནག་གུང་ཁྲན་གྱི་གདུག་རྩུབ་དང་ཁོ་རྣམ་པས་ཀྱི་དྲག་སྤྱོད་འོག་ལ། དཀའ་ངལ་མང་པོ་ཅིག་མྱང་གི་ཡོད་རེད་དེ། ཡིན་ནའི་ཁོ་རྣམ་པས་ཀྱི་སེམས་ཤུགས་མ་ཆག་པའི་ཐོག་ནས་ང་ཚོ་བོད་ཀྱི་ས་དེ་བདག་པོ་རྒྱག་ནས་བཞུགས་དེ་ཡོད་རེད། དེ་འདྲའི་དུས་ཁོ་རྣམ་པ་བོད་ཀྱི་བདག་པོ་དངོས་གནས་དེ་ཁོ་རྣམ་པ་ཆགས་དེ་ཡོད་རེད་བསམ་གྱི་འདུག་དེ་འདྲའི་དུས་ཁོ་རྣམ་པས་ཀྱི་སྙིང་སྟོབས་དང་ཁོ་རྣམ་པས་ཀྱི་སེམས་ཤུགས་ལ་ང་རང་དངོས་ནས་གུས་བཀུར་ཞུ་གི་ཡིན་ཞུ་ཡ་ཡིན། དེ་ནི་ད་ད་ལན་ང་ཚོ་གྱི་ད་བཙན་བྱོལ་ནང་ལ་ཡོད་པའི་བོད་མི་རྣམ་པ་ཡིན་ན་རེད། བཙན་བྱོལ་ནང་ཡོད་པའི་གི་བཙན་བྱོལ་བོད་མི་སྒྲིག་འཛུགས་ཡིན་ན་ད་ང་ཚོ་གི་བྱེད་དགོས་བས་ཅིག་དང་ད་བྱེད་འཐུས་བས་ཅིག་ད་ང་ཚོ་གདུང་སེམས་མཉམ་སྐྱེ་ཞུ་བས་དེ་གལ་ཆེན་པོ་ཆགས་ཀྱི་ཡོད་དོན་ང་རང་གི་ད་དེ་གོང་དུ་ད་གྲོས་ཆོད་ཁང་ཚང་མ་ལ་རྒྱབ་སྐྱོར་མཐའ་གཅིག་ཏུ་ཞུ་བས་ཡིན་ཞུ་བས་ཡིན། དེ་ནས་སྤྱི་བཏང་གི་ད་ང་ཚོ་གི་དམངས་གཙོ་གི་འགྲོ་ལུགས་ནང་ལ་དམངས་གཙོ་ཀ་བ་གསུམ་ཟེར་གྱི་ཡོད་དེའི་ནང་ནས་ད་བོད་མི་མང་སྤྱི་འཐུས་ཟེར་བ་དེ་ད་ང་ཚོ་གི་བོད་ཕྱི་ནང་གཉིས་གི་བོད་མི་རྣམས་པ་གི་ངོ་ཚབ་མཚོན་དོན་དུ་སྐབས་སུ་ད་སྤྱི་འཐུས་ལྷན་ཚོགས་ཟེར་ན་རེད་ང་ཚོ་གི་ཁྲིམས་བཟོ་ལྷན་ཁང་འདི་ཞེ་རག་གི་རྩ་ཆེན་པོ་ཞིག་དང་གལ་ཆེན་པོ་ཞིག་རང་འགུལ་འཛིན་ཞུ་གི་ཡོད། དེ་ནང་བཞིན་ད་ད་རིང་ང་རང་འདིར་བྱ་བྱེད་ལྷའི་གོ་སྐབས་བྱུང་བ་འདི་ལ་བསོད་ནམས་ཆེན་པོ་ཞིག་དང་ལས་འགན་ཆེན་པོ་ཞིག་རང་འགུལ་འཛིན་ཞུ་གི་ཡོད་ལ། ད་རིང་ང་རང་འདི་ལ་ད་ཅིག་མི་རབས་གསུམ་པ་ཞིག་ཆགས་སྐབས་སུ་ང་རང་གི་སྤོབས་པ་དང་ཅིག་སེམས་ཚོར་འགྲོ་བྱུང། ཨེ་མ་འོངས་པར་མི་རབས་བཞི་པ་ཡང་དེ་ནང་བཞིན་གྱི་བྱེད་ཐུབ་པའི་ང་རང་གིས་སྨོན་འདུན་ཡོད་ཞུ་ཡ་ཡིན། དེ་ནི་ད་སྤྱི་བཏང་གི་ང་ཚོ་བོད་ཟེར་དེ་རྒྱལ་ཁབ་ཟེར་ན་རེད་བོད་མི་རིགས་ཟེར་ན་རེད། འདི་མི་ལོ་སྟོང་ཕྲག་མང་པོ་གི་ལོ་རྒྱུས་དང་ལྡན་པ། དེ་ནང་བཞིན་གྱི་མི་རབས་གོང་མ་རྣམས་བོད་ཀྱི་སྐུ་ལས་མང་པོ་ཞིག་སྤྱོད་བྱས་ནས། བོད་ཀྱི་སྐད་དང་རིག་གཞུང། ཆོས། དེ་ནང་བཞིན་གྱི་ལུགས་སྲོལ། དེ་ནང་བཞིན་གྱི་ད་བོད་ཀྱི་རིག་གནས་ཆེ་བ་ལྔ་དང་ཆུང་བ་ལྔ་ལ་སོགས་པའི་གི་ཧ་ཅང་གི་མི་རིགས་ཕྱུག་པོ་ཅིག་དང་དེ་ནང་བཞིན་གྱི་རྙིང་པ་ཅིག་ཆགས་འདུག་ཡོད་རེད་དེ་རྣམས་པས་ཁོང་རྣམས་པས་གི་ད་ཅིག་གོང་མ་རྣམས་པས་གི་བཀའ་དྲིན་དེ་མ་བརྗེད་པའི་ཐོག་ནས་ང་ཚོ་ཚང་མ་སྤོབས་པ་བྱས་ཡོད་པ་ཅིག་རེད་བསམ་གི་ཡོད། ད་ཡང་སྟབས་མ་ལེགས་པ་ཅིག་ལ་དེ་ལོ་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་ལོ་ནས་བཟུང་ནས་བོད་ཀྱི་སྡོད་སྟོད་སྨད་ཀྱི་ཕྱོགས་ནས་ད་ང་ཚོས་རྒྱ་དམར་གུང་ཁྲན་གྱིས་བཙན་འཛུལ་བྱས་བྱས་ནས་ད་ང་ཚོ་གི་ང་ཚོས་གི་ད་བོད་དེ་རྒྱ་ཁབ་ཀྱིས་བཙན་འཕྲོག་བྱས་པ་རེད་བཙན་འཕྲོག་བྱས་ནས་ད་ང་ཚོས་གི་བྱས་པ་ནས་བཟུང་བྱས་ནས་ད་མི་རབས་གོང་མ་རྣམ་པས་གི་ཁོ་རྣམ་པས་གི་ད་ཅིག་གཟི་བརྗིད་དང་ལྡན་པའི་ཐོག་ནས་ཨ་ནི་བཙན་སྐུལ་རྒྱ་སྐྱོབ་བྱས་ཏེ་དཔའ་བོ་དཔའ་མོ་ཁྲི་ཕྲག་མང་པོ་གི་སྲོག་བློས་བཏང་བྱ་བ་ཆགས་ཏེ་ཡོད་རེད་དེ་རྣམ་པ་ཁོ་རྣམ་པའི་བཀའ་དྲིན་རྗེས་དྲན་དང་ཁོ་རྣམ་པར་མྱ་ངན་གུས་འདུད་ཞུ་བ་ཡིན། ད་ང་ཚོ་གིས་ད་ལན་དེ་ལ་བཙན་བྱོལ་ནང་པར་སླེབས་ནས་དོལ་སོ་འཚོགས་འདོད་པ་དེ་ཚོར་ཆེ་བ་དེ་ག་ཞིག་སླེབས་རེད་ཚང་མ་མཆན་འགོད་དང་མཆན་འགོད་ཀྱི་བསམ་གྱི་འདུག་ང་ཚོ་བོད་ནང་ལ་ཅིག་ནང་ཁུལ་མ་འགྲིག་པ་དང་དེ་ནང་བཞིན་གྱི་ཟ་རྒྱུ་འཐུང་རྒྱུ་མེད་པ་དེ་སླེབས་བདེ་བ་མ་རེད་ང་ཚོ་དེར་སླེབས་དགོས་པ་དེ་རྒྱ་མིའི་གུང་ཁྲན་གྱི་གདུག་རྩུབ་དང་བཙན་གནོན་བ་ལ་གནས་མ་ཐུབ་བ་བྱས་ནས་རང་གི་སྲོག་མགོ་བཅག་པའི་རིགས་དེ་བྲོས་ནས་སླེབས་བདེ་བ་ཞག་པ་ཆགས་དེ་འོར་བ་དེ་འདྲས་ཡིན་འདུག་ད་ང་ཚོ་གིས་གཙོ་བོ་ང་ཚོ་ད་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྤྱང་པོ་ཆེན་པོ་མཆོག་དབུས་བེད་ཀྱི་ད་མི་རབས་གོང་མ་རྣམས་པ་གྱི་དཀའ་ལས་བརྒྱ་ནས། ང་ཚོས་ཀྱི་བོད་ཀྱི་ད་ཅིག་རང་དབང་སླར་གསོ་ཡོང་བའི་ཆེད་དུ་དང་དེ་ནང་བཞིན་གྱི་ང་ཚོས་ཀྱི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་ཡོང་བའི་ཆེད་དུ་བོད་མིའི་སྒྲིག་འཛུགས་དེ་ཚུགས་བྱ་བ་ཆགས་འདི་ཡོད་ད་དེའི་གནད་འགག་ཆེ་ཤོས་ཆགས་འདི་ཡོད་དེ་འདྲའི་ང་ཚོ་ཚང་མ་འཐབ་རྩོད་བོད་ཀྱི་ངོ་བོ་ཆགས་འདི་ཡོད་རེད་ངས་བསམ་འདི་ཡོད་དེ་འདྲ་ཡིན་དུས་ད་ང་ཚོས་ཀྱི་རྒྱ་མིའི་གུང་ཁྲན་གྱི་ང་ཚོས་ཀྱི་བོད་ཀྱི་ས་ཚང་མ་བཙན་འཕྲོག་བྱས་པར། བོད་ཀྱི་ཆོས་དང་རིག་གཞུང་རྩ་གཏོར་བཏང་བར་དེ་གནང་བཞིན་གྱི་ད་ཉེ་ཆར་ང་ཚོ་གི་ད་ལྟ་མི་རིགས་མཐུན་སྒྲིལ་ཡར་ཐོན་སྐུལ་སྤེལ་གྱི་ཁྲིམས་ཡིག་ཅིག་བཞག་ནས་ད་ང་ཚོ་གི་བོད་ཀྱི་ངོ་བོ་དང་བོད་ཀྱི་མི་རིགས་འདི་རྩ་བརླག་བཏང་ཡང་གི་བྱ་བཞིན་འདུག་གོ། དེ་འདྲ་ཡིན་དུས་ད་ང་ཚོ་ཧ་ཅང་གི་རྫ་དྲག་པོ་གནས་སྟངས་དེ་ལ་ཐུག་འདོད་ཡོད། དེ་ནས་ད་ང་ཚོ་ཚང་མས་ཀྱི་གོམ་པ་རྒྱ་ཆེན་པོ་བཞེས་དགོས་པ་ཅིག་གནད་འགག་ཆེན་པོ་རེད། ད་ང་ཚོ་གི་དབུས་བོད་མིའི་སྒྲིག་འཛུགས་ཀྱི་འགན་འཁྱེར་པའི་ཐོག་ནས་ད་ང་ཚོ་གི་བོད་ཀྱི་རང་དབང་སླར་གསོ་ཡོང་ཡ་དང་དེ་ན་ཞིག་བོད་ནང་གི་དཀའ་ངལ་རྣམ་པ་ང་ཚོ་འཛམ་གླིང་ཕྱི་རྒྱལ་ཡུལ་གྲུ་ཁག་རེད་རྒྱལ་ཁབ་གཞན་ཁག་ནས་རྒྱབ་སྐྱོར་ཐོབ་ཐབས་དང་དེ་ན་ཞིག་ད་གོ་རྟོགས་སྤེལ་ཐབས་ཀྱི་ལས་འགུལ་སྤེལ་དེ་གོ། དེ་ཡིན་ན་གཙོ་ཆེ་ཤོས་དེ་ད་ང་ཚོས་གོང་དུ་ཞུས་བ་ན་ཞིག་རེད། བོད་ཀྱི་བདག་པོ་དེ་བོད་མི་བོད་ནང་ཡོད་པའི་བོད་མི་རྣམས་པ་ཆགས་དེ་ཡོད་རེད། ཁོ་རྣམས་པས་ཀྱི་ད་ང་ཚོས་བོད་ཀྱི་ས་དེ་བཟུང་ནས་བསྡད་དེ་འདུག་སྐབས་སུ་ཁོ་རྣམས་པས་ཀྱི་ད་ང་ཚོས་རང་དབང་ལུང་པ་ན་བསྡད་དེ་ངས་བོད་མི་རྣམས་པ་ད་ང་ཚོས་ལ་རེ་བ་ཅིག་དང་ཡིད་ཆེས་ཆེན་པོ་ཅིག་བྱེད་དེ་འདུག་སྐབས་སུ་འདིའི་ཡིད་ཆེས་དེ་ང་ཚོ་གི་རང་ལ་བའི་གནས་དགོས་གནས་དགོས་ང་ཚོས་བྱེད་དགོས་དེ་ད་ང་ཚོའི་ལས་འགན་དེ་ཆགས་ཡོད་རེད་བ་དེ་ནས་ད་ང་ཚོ་གི་མ་འོངས་པ་བོད་ཀྱི་འཐབ་རྩོད་དེ་ཡུན་རིང་པོ་གནས་ཡ་དེ་ད་མ་འོངས་པའི་སོན་རྩ་རྣམས་པ་ར་ལི་བོར་ད་ང་ཚོ་འདྲ་བོ་ཡིན་ན་ང་རང་འདྲ་བོ་ཡིན་ན་ད་རྒྱ་གར་སླེབས་ནས་མི་རབས་གསུམ་པ་ཆགས་ཡོད་རེད་ད་མི་རབས་བཞི་པ་དང་ལྔ་པ་ཁོ་རྣམས་པ་ར་ལི་དེ་བོར། ད་ཁོ་རྣམ་པས་ཀྱི་ད་བོད་ནང་ལ་ཡོད་པའི་ང་ཚོ་བོད་ལ་ཡོད་པའི་ཀྱི་བོད་ཀྱི་ལ་རྒྱ་དང་སེམས་ཤུགས་དེ་འདྲས་ད་གལ་ཆེན་པོ་ཞེ་དྲག་ཆགས་འདུག་གོ་ཁོ་རྣམ་པ་ཡིན་ནས་མ་འོངས་པ་འགན་ཆེན་པོ་ཞིག་ཆགས་འདུག་ཡོད་རེད་ད་སྤྱི་བཏང་གི་ང་ཚོ་བོད་ཀྱི་འཐབ་རྩོད་འབྲུ་བལ་ལ་ལས་དོན་མང་པོ་ཡོད་རེད་ད་རྩ་བའི་ཀྱི་ལས་འགན་ཅིག་ད་ད་ང་ཚོ་ཀྱི་ལག་ཆ་གཙོ་བོ་འདྲ་བོ་དེ་ད་མཐུན་སྒྲིལ་དོགས་ས་ཅི་རིགས་ཆགས་འདུག་གོ་ར་དེ་ཡིན་ད་དེ་ཚང་མ་གོམས་པ་བཤད་དགོས་ཆགས་འདུག་ཡོད་རེད་གཉིས་པ་དེ་ད་ང་ཚོ་ཚང་མས་ཀྱི་ང་ཚོ་བོད་བོད་པ་ཡིན་པ་ཀྱི་སྤོབས་པ་ཡོད་དགོས་དེ་ཞེ་དྲག་གལ་ཆེན་པོ་རེད་གསུམ་པ་དེ་ད་ང་ཚོ་ཀྱི་བོད་ཀྱི་ཐུན་མོང་མིན་པའི་སྐད་དང་རིག་གཞུང་སྲུང་སྐྱོབ་བྱེད་དགོས་ཡ་དེ་དང་བོད་སྐད་གཙང་མ་རྒྱག་དགོས་ཡ་དེ་འདྲའི་གནད་འགག་ཆེན་པོ་ཡིན་པའི་ཆ་ནས་ད་ཚང་མ་ང་ཚོ་གི་མ་འོངས་པ་དེ་འདྲའི་གི་ཐོག་ནས་ང་ཚོ་བོད་ཀྱི་རང་དབང་སླར་གསོ་ཡོང་ཡ་དོན་ནི་ང་རང་གི་སྨོན་འདུན་ཞུ་གི་ཡོད་བོད་རྒྱ་ལོ། གྲོས་ཚོགས་ནང་ལ་ཡ་བོད་དྲ་དེ་གས་རྒྱབ་ཆོག་གི་ཡོད་མ་རེད་ད་ལྟ་གསར་པ་ཡིན་ཙང་བེ་ཅིན་ཁྲིམས་སྒྲིག་རྒྱུས་མངའ་མེད་པ་ཡིན་གྱི་རེད་དེ་ཡིན་དུས་བོད་དྲ་དེ་གས་དེ་རྒྱབ་ཆོག་གི་ཡོད་མ་རེད་ཞུ་བས་ཡིན་དེ་གྲོས་ཚོགས་ཀི་དེབ་ཐེར་ནས་ཕྱི་ལྟས་ཡིན། མཁན་པོ་བྱམས་པས་དེ་ཚེ་ལ་ལས་རིམ་རྣམ་བྱ། དཔའ་བརྟན་ཚོགས་གཙོ་མཆོག་ངས་ལ་རིམ་རྣམ་བྱ་སྟེ། དཔའ་བརྟན་ཚོགས་གཙོ་མཆོག་གིས་ནི་སྟངས་འཛིན་བྱེད་པའི་སྐབས་ལ་ཐུགས་ཕན་གསོས་པའི་ཆེད་དང། དེ་ག་ནང་བཞིན་སྟངས་འཛིན་དེ་ཡང་ཁྲིམས་དང་སྒྲིག་གཞི་རྒྱབ་ལྗོངས་ཡོད་པའི་ཐོག་ནས་སྟངས་འཛིན་ཡོང་ཡག་ཆེད་དང། དེ་ག་ནང་བཞིན། གྲོས་ཚོགས་འདི་ལ་ཡང་ཆེ་མཐོང་ཡོང་བའི་ཆེད་དུ་ངས་འདི་ལས་རིམ་རྣམ་འབྱོར་དུ་བཞེས་ཀྱི་ཡོད། དེ་ག་རེ་ཟེར་ན་ཁ་ཚང་ལས་རིམ་རྣམ་འབྱོར་ངས་བཞེས་པ་ཡིན། བ་དན་ཚོགས་གཙོ་མཆོག་གིས་བོད་རྒྱ་ལོ་བཞི་པ་དེ་ནི་གྲོས་ཚོགས་ཀྱི་དེབ་ཐེར་ནས་ཕྱིར་འཐེན་བྱེད་ཀྱི་ཡིན་ཞེས་ཐག་ཆོད་ཅིག་བཤད་པ་རེད། དེ་ལ་ངས་ལས་རིམ་རྣམ་འབྱོར་བཏོན་པའི་སྐབས་ལ་ལན་དེ་ཡང་དེ་ཙམ་དེ་ཙམ་ཞིག་རེད་ཡིན་ན་ད་ལྟའི་ཁྱད་པར་མི་འདུག་ཚིག་ལ་མི་ཚོད་ང་ཚོས་དོན་ལ་བལྟ་ཆོག་དེ་འདི་དེ་རྩ་བ་ནས་ཁྲིམས་ནང་སྒྲིག་གཞི་དང། འགར་བ། གཞན་སྣང་ཚ་བའི་ཐག་ཆོད་ཅིག་རེད། འོ་དེ་དེ་རིང་འདི་སྣང་ལ་གར་ཟེར་ཕྱིར་འཐེན་བྱས་ན་ཡག་པོ་འདུག། རེད་མ་གཏོགས་ང་ཚོ་གར་ཟེར་གོ་འདྲེ་སོ་སོ། ཁྲིམས་དང་སྒྲིག་གཞི་རྒྱབ་ལྗོངས་མེད་པའི་སྒོ་ནས་རང་སྣང་གང་ཤེར་གྱིས་འདི་འདྲའི་ཐག་གཅོད་ནན་མོ་བྱས་པ་ཡིན་ན་ང་ཚོའི་གྲོས་ཚོགས་འདིའི། ནི་ཆེ་མཐོང་ཡིན་ན་འདྲ་ཏོ། ནི་མ་འོངས་པ་འདི་ནི་ག་ཚོད་ཀྱི་རྒྱུན་སྤེལ་གྱི་འགྲོ་དགོས་པ་ཡིན་ན་དེ་ཏག་ཏག་ཡོང་གི་མ་རེད། དེ་ཡིན་དུས་དེ་ཡིན་ཚུལ་མི་རྙེད་པ་བདུན་ཚོགས་གཙོ་མཆོག་གིས་དེ་ཕྱིར་འཐེན་བྱེད་རོགས་གནང།
དེ་ལས་རིམ་རྣམ་གཞག་དེ་ངོས་ལེན་མེད། དེ་འདྲ་ལས་རིམ་འགྲོ་བཞིན་པ་དེ་བོད་ནང་གི་རྫ་དྲག་གནས་སྟངས་ཀྱི་ཐོག་ལ་ཡ་བང་རིམ་དེ་ག་བ་ཡིན་མེད་ཐོག་ལ་བཀའ་གནང་གི་རེད་བསམ་སོང། ཁ་ཚིན་དེ་འདྲ། བོད་རྒྱལ་ལོ་གསུང་ཡས་དེ་བྲིས་ཀྱི་མ་རེད་ཞུ་ཡས་དེ་རྣམ་པ་ཚོ་ཚང་མའི་ཕྱག་ལ་ཡ། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ལས་དོན་བྱེད་ཕྱོགས་དང་དེ་གི་སྒྲིག་གཞི་དེ་ཕྱག་ནང་ལ་ཡོད་རེད་དེའི་ནང་ལ་ལྷན་ཚོགས་གནང་བའི་སྐབས་སུ་སྲུང་བརྩི་དགོས་པའི་སྒྲིག་ལམ་ཞེས་དེ་ནང་ལ་གཟིགས་གནང་དང་དེ་གི་དོན་ཚན་དགུ་བའི་ནང་ལ་ཚོགས་ཁང་ནང་སྐད་འབོད་ཀྱི་རིགས་བྱེད་མི་ཆོག་ཞེས་ཡོད་རེད་དེ་ལ་བརྟེན་ནས་ཚོགས་གཙོས་ཀྱི་དེ་ཞུས་པ་རེད་དེ་གས་དེ་བཀུར་འོས་སྤྱི་འཐུས་རྣམ་པ་ཚོ་ད་ཁོ་ནང་འཛིན་གྲྭ་གསར་བ་རེ་ཐུགས་ཁག་ཡོད་མ་རེད་ཞེས་བྱ་ཞུ་ཡས་འདི་གསར་བ་ཡིན་པ་ཡིན་ན་དུས་ཚོད་ཚང་མ་ལ་གོར་གི་ཡོད་རེད་ཡིན་པ་ཡིན་ནའི་གེ་ང་ཚོ་རྙིང་པ་ཚོས་གི་སོ་སོའི་གི་སྒྲིག་ལམ་བསྟན་ཕྱོགས་གི་ཐོག་ལ་ཡང་ནི་ངེས་པར་དུ་ཁྲིམས་སྒྲིག་ཚོགས་ཆོས་འདི་ནས་མང་ཅིག་སྟངས་འཛིན་ཅིག་བྱེད་པའི་སྐབས་ལ་ཁྲིམས་སྒྲིག་གཙོ་བཟུང་གི་ཐོག་ནས་ཞུ་གི་ཡོད་རེད་མ་གཏོགས་ཁྲིམས་འགལ་བའི་གི་ལས་ཀ་ཅིག་ཚོགས་ཆོས་གི་ཕལ་ཆེན་ཅིག་ང་རིག་ཚོ་མ་ཟིན་ནས་མི་ཤི་ངེས་བྱེད་གི་མ་རེད་ཞེས་བྱས་ཞུ་ཡས་ཡིན་དེ་ཡིན་དུས་དེ་རིང་གི་འདི་ངོས་ལེན་ཞུ་ཐུབ་གི་མི་འདུག། ལས་རིམ་རྣམ་གཞག་དེ་མེད་དེ་འདྲ་དཔལ་ལྡན་སྐུ་བོད་སྤྱི་འཐུས་མཆོག་གི་གསུང་ཡས་དེ་ལས་རིམ་དང་འབྲེལ་བ་རྩ་བ་ནས་མི་འདུག། ཕྱག་བརྐྱངས་པ་ཡིན་ན་བྱེད་ཀྱི་ཡོད་རེད་རེད་བ་ང་ཚོ། ང་འོས་འགོག་མ་རེད་ཞྭ་ར་མ་རེད། དེ་ཡིན་དུས་ཚ་ནས་ང་ཚོའི་སྤྱི་འཐུས་རྣམ་པ་ཚོས་ཀྱི། ཀུན་སྤྱོད་ཀྱི་བྱེད་སྒོ་རྣམ་གཞག་གི་ཐོག་ནས་ང་རང་ཚོས་ཀྱི་ལམ་ལུགས་གང་ཡོད་པ་དེ་ལ་མེད་བཞིན་གཅིག་གི་ལྡབ་གཉིས་ཀྱི་མུར་ཚོགས་སྐོང་བྱས་པ་ཡིན་ན་ཨ་ནི་ང་ཚོའི་གྲོས་ཚོགས་ཀྱི་ཆ་མཐོང་དེ་ག་བར་འགྲོ་གི་རེད་བས་ད་དགོངས་པ་བཞེས་རོགས་གནང། རང་ས་ལ་མི་བཞག་མི་ས་ལ་རང་བཞག་ཟེར་ཆོས་རེད། དེ་ཡིན་དུས་ཚ་ནས། སྤྱི་མོས་མེད་པ་ཡིན་ནས་དེ་ལ་མང་མོས་ཀྱི་ཐོག་ནས་ནི་ཚོགས་གཙོ་ཅིག་འཁོད་བྱས་དེས་དེ་དུས་ཚ་ནས་སྟངས་འཛིན་བྱེད་པའི་སྐབས་ལ་ཡང་ཉན་འཇོག་གནང་ཡས་དེ་བཀུར་འོས་སྤྱི་འཐུས་རྣམ་པས་ཀྱིས་ཅིག་ག་སོའི་མཉམ་རུབ་ཀྱིས་ལས་དོན་སྒྲུབ་ཡས་ཀྱི་ཆེད་དུ་རེད་དེ། དེ་ཡིན་དུས་ས་ནས་རེ་བ་དེ། རྒྱུ་ནས་མ་མཐོང་བ་དང་ཨ་ནི་མ་གོ་བ་དང་དེ་འདྲ་ཡིན་པ་ཡིན་ན་ཨ་ནི་དོ་ཁག་མེད་ད་དེ་མ་བཏབ་རང་བཏབ་རེད། ངས་ནི་ཕ་དེ་ཡང་ཡང་འདུག་བལྟ་གི་ཡོད་འདུག་ཞེས་བྱས་ཀོ་ར་འདྲི་ཀོ་ར་ཞེ་དྲག་རྒྱབ་ཀྱི་ཡོད། དེ་ཡིན་དུས་ངེས་པར་དུ་བཟོས་ཆོག་བཏབ་ན་ཡས་རེད། འདི་གས་དེ་སྒྲིག་ལམ་ཀུན་སྤྱོད་བསྟེན་སྟངས་འདི་གས་ཁྲིམས་སྒྲིག་ནང་ལོགས་ལ་གསལ་ཁ་ཡོད་པ་འདི་གས་དེ་ངེས་པར་དུ་བཀུར་འོས་སྤྱི་འཐུས་རྣམ་པས་དགོངས་པ་བྱ་བ་ཕྱི་ནང་རོ་ནང་སེ་ནི་སྐུ་བོའི་སྤྱི་བསྡུས་ཆོག་ལ་དགོངས་སེལ་དེ་འདྲ་དེ་རིང་གི་ལས་རིམ་རྣམ་གཞག་འདི་ཕུལ་ཐུབ་ཀྱི་མི་འདུག་ཞེས་ཞུ་བས་ཡིན། ལས་རིམ་དང་འབྲེལ་བ་མི་འདུག་སྐུ་བོའི་སྤྱི་བསྡུས་ཆོག། ཁྲིམས་དང་སྒྲིག་གཞི་འགལ་ཡོད་ན་ག་རེ་འགལ་བ་དེ་གསུང་རོགས་གནང་ཨ་ནི་ང་འགལ་འདུག་མི་འདུག་ལྟ་ཡས་ཡིན། མཁན་པོ་དཔལ་སྤྱི་འཐུས་མཁན་པོ་འཇམ་དཔལ་བསྟན་འཛིན་མཆོག། དཔའ་རྟུལ་ཚོགས་གཙོ་མཆོག་དཔའ་རྟུལ་ཚོགས་གཙོ་མཆོག་གིས་ནི་སོ་སོའི་ལངས་ཕྱོགས་དང་སོ་སོའི་ལྟ་གྲུབ་ཅིག་ཨ་ནི་ག་ཟེར་དགོས་སྲུང་སྐྱོབ་ཀྱི་ཆེད་དུ་འདི་འདྲ་བའི་སྟངས་འཛིན་བྱས་ན་ད་ཐང་མ་རེད་ཅེས་སྐབས་བཅུ་དྲུག་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་ཐེངས་གཅིག་པའི་སྐབས་ལ། པར་སྐྲུན་ཚོགས་གཙོ་མཆོག་གིས་སྐབས་དེ་དུས་ག་རེ་གསུངས་པ་རེད་ཟེར་ན་བོད་རྒྱ་ལོ་བྱེད་ཡ་དེ་ལབ་ཉན་མ་རེད་ཟེར་གྲོས་ཚོགས་ནང་ཨང་གཅིག་གསུངས་པ་རེད། དེའི་ལངས་ཕྱོགས་དང་དེའི་ལྟ་གྲུབ་བཟུང་ནས་དེ་རིང་འདི་ན་བཀག་ཡ་དེ་རྩ་བ་ཉིད་ནས་འགྲིག་གི་མ་རེད། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་དུས་འགྲོ་ལུགས་ལས་དོན་བྱེད་ཕྱོགས་ཀྱི་རྣམ་གཞག་ཚང་མས་འཆད་གི་ཡོད་རེད་ཚང་མས་མཁྱེན་གི་ཡོད་རེད། དེ་རྣམས་ལ་བཀའ་མདོ་གསལ་ཡང་དེ་པོ་རྒྱ་མདོ་གསལ་དང་རྩ་བ་ཉིད་ནས་འབྲེལ་བ་ཡོད་མ་རེད། ཅིག་ཅིག་ལ་བཀའ་ཆེན་པོ་རྒྱབ་ནས་ཕ་སར་བཀའི་འབོ་མ་རྒྱབ་གསལ་ཡང་དེའི་དོན་དག་རེད། དེ་པོ་རྒྱ་མདོ་གསལ་ཡང་དེ་ག་རེ་བྱས་ནས་ཧ་གོ་གི་རེད་ག་རེ་བྱས་ནས་འགྲེལ་བཤད་རྒྱབ་གི་ཡིན། དེ་སོ་སོ་གི་འདོད་ཕྱོགས་དང་སོ་སོ་གི་མཐུན་ཕྱོགས་སོ་སོའི་ལངས་ཕྱོགས་གཅིག་དེ་སྲུང་སྐྱོབ་ཀྱི་ཆེད་དུ་བོད་མི་མང་ཤས་འདི་ལྷན་ཚོགས་ཀྱི་གཏན་ལ་ཕབ་པའི་སྒྲིག་གཞི་འདི་རང་གིས་ར་ལངས་ཆ་ལངས་བྱས་འགྲེལ་བཤད་རྒྱབ་ན་དེ་འགྲིག་གི་མ་རེད་ཟེར་ངས་དེ་ཞུ་གི་ཡོད་རེད། དེང་དུས་སོ་སོ་ཡང་ཁྲིམས་དང་སྒྲིག་གཞི་འགའ་མཁས་དབང་ཅང་མིན་དག་མི་ལོ་བཅུ་དང་མཉམ་དུ་ཁྲིམས་དང་སྒྲིག་གཞི་དང་འདྲིས་ནས་ཡོང་བ་རེད་དེ་ཙམ་གཅིག་གི་གོ་རྟོགས་ཡོད་རེད་དེ་ཙམ་ལ་ཧ་གོ་གི་ཡོད་རེད་ཤེས་གི་ཡོད་རེད་དེང་དུས་སོ་སོའི་ལྟ་གྲུབ་ལངས་ཕྱོགས་རེ་ཡ་གི་ཆེད་དུ་འདི་འདྲ་བྱས་ན་རྩ་བ་ཉིད་ནས་འགྲིག་གི་མ་རེད་དེང་དུས་དཔལ་ལྡན་ཚོགས་གཙོ་མཆོག་གིས་བཟང་ཕྱོགས་ཀྱི་སྒོ་ནས་དེ་ཕྱིར་འཐེན་བྱས་ན་ཡག་པོ་ཡོད་རེད་རེད་མ་གཏོགས་ང་ཚོ་འདི་ནས་མང་པོ་བཤད་གི་འདུག་རྒྱ་རབས་བཟོས་པ་རེད་ལངས་ཕྱོགས་བཟོས་པ་རེད་རྒྱ་ནག་ལ་བརྡ་ལན་བཏང་བ་རེད་ཟེར་གི་འདུག། དེ་སྔོན་ནས་རྒྱ་ནག་ལ་དར་ལམ་བཏང་གི་འུར་ད། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་ཡིས། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ནང་ལ་བོད་རྒྱ་ལོ་བཀའ་སོང་ཟེར་གི། གྲོས་ཚོགས་ཀྱི་དེབ་ཐེར་ནང་ནས་བཀའ་སོང་ཟེར་གི་འདི་ག་ཟེར་དགོས་རེད་འདི་འབོར་ཆ་ཟེར་དགོས་ན་ནི་འདི་གསར་འགྱུར་དེ་ཤོད་ལོག་འགྲོ་བ་ཡིན་ན། སྔོན་ནས་རྒྱ་ནག་ལ་དར་ལེན་དེ་དེ་ཉིན་མ་འགྲོ་རེད་ད། དེའི་འགན་ཆ་ཚང་དེ་བར་དོའི་ཚོགས་གཙོ་མཆོག་གིས་འཁུར་དགོས་ཀྱི་ཡོད་རེད་ད།

ཡིན་ན་ཡང་དེ་ལས་རིམ་དང་མཐུན་མ་མཐུན་གྱི་སྒང་ནས་ཚོགས་གཙོའི་གི་ཐག་གཅོད་ཅིག་ཅེས་ཚར་དུས་བསམ་པ་ལ་ལས་རིམ་རྣམ་གཞག་གི་དོན་ཚན་ལྔ་པ་ནང་ལོགས་ལ་ལས་རིམ་རྣམ་གཞག་གི་བསམ་འཆར་ཐོག་ཚོགས་གཙོས་ཐག་གཅོད་གང་གནང་ལ་ཆ་འཇོག་བྱ་རྒྱུ་ལས་རོ་ལངས་མི་ཆོག་ཟེར་ནས་གསུངས་ཡོད་རེད། དེ་བྱས་དུས་བསམ་པ་དེ་ཨ་ནི་ཚོགས་གཙོ་བོས་གང་ཐག་གཅོད་གནང་བ་དེ་ལ་ཡ་ནི་མུ་མཐུད་དུ་ལས་རིམ་གང་འགྲོ་ཐུབ་པ་ཡིན་ན་ཡག་པོ་ཡོད་རེད་ངས་གང་ཞུས་བསྡད་པ་དེ་ང་རང་ཚོ་གི་ཁྲིམས་དང་སྒྲིག་གཞི་ལས་དོན་བྱེད་ཕྱོགས་ཀྱི་སྒྲིག་གཞི་ལུང་འདྲེན་ཞུས་ཡོད་ཟེར་དེ་བཤད།
ཕྱི་དུས། གེ་ཤའི་ཨ་དཀྲུག་ཚེ་བརྟན་ལགས།
བཀའ་བསྟན་ཚོགས་གཙོ་མཆོག་ངས་ལས་རམས་གནང་བཞག་ཤོད་ཡ་དེ་ད་ད་ལྟ་ལས་རམས་འགྲོ་བསྡད་པ་འདི་གང་ལ་ཡ། ཁ་ཚ་ཀོ་ཡུ་སྤྱི་འཐུས་གཅིག་གིས་བཀའ་མོས་གི་ཞུ་གི་ལ་བོད་རྒྱ་ལོ་ཟེར་ཡ་གི་བཀའ་མོས་དེ་གནང་ནས། བཀའ་བསྟན་ཚོགས་གཙོ་མཆོག་གི་ད་འདི་ང་ཚོ་ཁྲིམས་སྒྲིག་གི་ཚོགས་འདུ་འགྲོ་ལུགས་ལས་དོན་བྱེད་ཕྱོགས་གི་འགྲིག་གཞི་གནང་ལོག་ལ་ཡ་གྲོས་ཚོགས་གནང་ལོག་འབོད་སྒྲ་མི་ཆོག་སོང་ཡ་དེ། སྒྲིག་གཞི་དེ་གཞི་ལ་བཞག་ནས་དེ་གྲོས་ཚོགས་ནས་མ་འདུག་ཤེས་ལྡན་ཞིག་ཡིན་གསུངས་པ་རེད། དེ་ཡིན་པ་ཡིན་ན་ངས་ག་རེ་ཞུ་གི་ཡོད་ཟེར་ན། ཨ་ནི་ད་ལྟ་བོད་རྒྱ་ལོ་ཟེར་ཡ་དེ་འབོད་སྒྲ་ཡང་བརྩི་ཆོག་གི་རེད་ལ་སྨོན་འདུན་ཡང་བརྩི་ཆོག་གི་རེད་ང་ཚོས་ཨ་ནི་བཀའ་མོལ་གནང་ཚར་བའི་མཇུག་ལ་མཐའ་དོན་ཨ་ནི་གཅིག་བྱུང་ན་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཁྲི་ལོ་བརྟན་པ་དང་བོད་བདེན་མཐའ་གསལ་བ་གསལ་འགྲོ་བོད་རྒྱལ་ལོ་གསལ་འགྲོ་དེའི་ཚིག་དེ་སྨོན་འདོད་ལ་ཡང་བརྩི་ཆོག་གི་རེད་ཟེར་དེ་ཡིན་ཙང་དོ་བདག་ཁོ་ཡུལ་སྤྱི་འཐུས་ཁོ་རང་གི་སྨོན་འདོད་ཀྱི་ཐོག་ནས་ཞུས་འདུག་བས་འབུ་དྲག་གི་ཐོག་ནས་ཞུས་འདུག་དེའི་དགོངས་པ་གྱི་ཞེས་བྱས་ནས་གལ་སྲིད་འབུ་དྲག་གི་ཐོག་ནས་ཞུས་ཡོད་པ་ཡིན་ན་ཨ་ནི་ཚོགས་གཙོའི་གི་དམ་དེ་སྒྲིག་གཞི་ནང་ལ་སོང་བ་ནང་བཞིན་འབུ་དྲག་མི་ཆོག་ཟེར་ཡ་དེ་རེད་སྨོན་འདོད་ཀྱི་ཐོག་ནས་ཞུས་ཡ་ཡིན་ན་དེ་གྲོས་ཚོགས་ཀྱི་བདེན་འཚོལ་ནང་ནས་ཨ་ནི་ཁོ་ནས་འགྲིག་གི་མ་རེད་ཟེར་བྱས་ནས་དེ་ཞུས་ནས། ཕྱི་སྡོད་ངག་དབང་བློ་གྲོས་ལགས།
དཔའ་འདི་ཚོགས་གསོག་ཤོག། སྤྱི་ཙང་ལྟ་འདི་སྐོར་ལ་ངས་ཁ་ཙང་དཔའ་འདི་ཚོགས་གསོག་ཤོག་གསུང་བ་ནང་བཞིན་རེད་ཐེངས་མ་དང་པོ་ཡིན་ཙང་ཐ་སྙད་ཀྱི་འདི་སྐོར་ལ་ཞི་དྲག་ཅིག་ཞུ་མ་གོ་ན་བསམ་སོང། སྤྱི་ཙང་གི་དཔའ་འདི་ཚོགས་གསོག་ཤོག་གསུང་བ་ནང་བཞིན་རེད་ངེད་ཀྱི་ཧ་གོ་མ་སོང་སྒྲིག་གཞི་ནང་ལ་དེ་འདྲའི་གི་བོད་རྒྱ་ལོ་ལ་བྱུག་གི་མེད་ལ་དེ་འདྲའི་གི་རིགས་ཡོད་མེད་ངེད་ཀྱི་ཧ་གོ་མེད། སྤྱི་ཙང་ང་རང་ལྟ་ཅིག་རང་དབང་ཅན་གྱི་མུན་པ་ནང་བསྐྱལ་ཡོད་འདུག་སྐབས་སུ་ཆུང་དུས་ནས་ང་ཚོ་ག་བར་འགྲོ་ན་ཡང་ང་རང་གི་ལི་ཆ་ག་རེ་བཤད་པ་ཡིན་ན་མཐའ་མ་དེ་ལ་ང་རང་གི་འདི་ཟེར་ལ་ཡག་གི་གོམས་གཤིས་ཡོད། འོ་ན་སྤྱི་བཏང་གི་རིན་ཐང་གོང་དུ་སོང་བ་ན་ཞིག་རེད། ངེད་ཀྱི་འདི་སྤྱི་བཏང་གི་སྐད་འབོད་དང་དམིགས་བསལ་དེ་འདྲའི་ཁ་ཡ་མེད། སྤྱི་བཏང་གིས་ང་རང་གིས་ད་དུས་རྒྱུན་དུ་སྐད་ཆ་བཤད་ཚར་བས་ཀྱང་སྨོན་ལམ་ལྟ་བུ་ཞིག་བྱ་འདི་ཡོད་ཞུ་བས། དུས་ཕྱིན་ན།
ད་ང་རང་ཚོ་ག་སོག་རེད། གྲོས་ཚོགས་འདིའི་ནང་ལོག་ལ་ཡ། འདས་ཟིན་པའི་གི་ལས་རིམ་གཅིག་གི་ཐོག་ལ་ཡ་ཨན་ནི་ལས་རིམ་རྣམ་གཞག་གི་ཤེས་བྱའི་སྟོན་བྱེད་ཆ་ཨན་ཁྲིགས་སྲུང་བཅས་གནང་ཞུ་བས་ན་གྲོས་ཚོགས་ཀྱི་ལས་རིམ་འདི་ག་འདྲེས་བཅས་སྟངས་འཛིན་བྱེད་དགོས་ཀྱི་ཡོད་དང་འདི་ཚོགས་གཙོས་ཞི་དྲག་ཧ་ཟི་གོ་མ་སོང། ང་རང་ཚོའི་གི་ཀུན་སྤྱོད་བསྟེན་སྟངས་ཀྱི་འདིའི་ནང་ལོགས་ལ་ཡ་སྐད་འབོད་ཀྱི་རིགས་བྱེད་ཆོག་གི་མེད་ཟི་གསུངས་པ་ལ་བརྟེན་ནས། སྐད་འབོད་ཡོངས་རྫོགས་སྔོན་དུད་ཚང་སྨོན་ལམ་ཡིན་པ་ལ་ངོས་འཛིན་བྱེད་ཀྱི་ཡོད། ཡིན་ནའི་འགའི་གྲོས་ཚོགས་འདིའི་གི་ནང་ལོག་ལི་ཡ་ཚིག་འདི་འདྲ་ཅིག་ཡོད་པ་ཡིན་ཙང་དེ་ལ་བརྟེན་ནས་ཚོགས་གཙོའི་བཀའ་བབས་རེད་དེ། དེ་ནས་གཙོ་སྐྱོང་བྱེད་མཁན་གི་ཚོགས་གཙོ་དེ་བོད་རྒྱལ་ལོ་ཟི་ཡའི་དེ་ལ་ཡ་ཨེ་ནའི་གནའ་སྔ་མོའི་གི་བྱུང་རིམ་ཅིག་གི་ཐོག་ནས་སོ་སོའི་ལྟ་གྲུབ་དང་སོ་སོའི་ལངས་ཕྱོགས་དང་གསུང་ཡས་དེ་རྒྱས་དེ་ད་ང་ཚོ་ཞིའུ་ཞིའུ་ཅིག་མ་བསྐྲུན་ན་ཡག་གི་རེད་བསམ་གི་འདུག། ན་ཚ་རྙིང་པ་བླངས་ཞེས་བྱའི་རྙིང་པ་དེའི་གི་ཐུགས་ཕན་གསོས་པ་འདུ་བས་མི་འདུ་བས་ང་ཚོ། རོ། དེ་སྐད་དེ་མ་ཡང་སྐྱོ་བསྐྱར་སྐྱོང་རེ་བྱས་བསྐྱར་དེབ་རེ་བྱས་ཡང་ཡང་སྐྱོ་ང་རང་ཚང་མ་ལོག་གི་སྤྱི་ཚོགས་འདི་ཅིག་བརྡབ་གསིག་རེ་བྱེད་སྲོལ་དེ་རེ་ཡིན་ན། སུ་ལ་ཕན་གྱི་ཡོད་རེད་བས་ང་ཚོས་ངེས་པར་དུ་དགོངས་པ་བཞེས་དགོས་ཀྱི་འདུག། ང་ལ་ཡང་འདི་བོད་རྒྱལ་ལོ་ལ་མ་དགའ་བ་རེད་ཟེར་ལབ་ཡོད་ན་ཁྱད་པར་གང་ཡང་མི་འདུག་ངས་དེའི་སྐབས་དེའི་ཚེ་ནས་ངེད་ཀྱི་ཆབ་སྲིད་ཀྱི་དབུ་ཁྲིད་ཅིག་ལ་ཡང་ངས་དྲི་བ་བཏང་པ་རེད། ང་རང་དྲི་བ་བཏང་ན་ཆོག་ཡས་ཀྱི་འདི་སྐབས་ཀྱི་གྲོས་ཚོགས་ཀྱི་འཐུས་མི་ཡིན་དུས་ང་ལ་ཡང་དབང་ཆ་དེ་ཡོད་རེད་འགན་དབང་དེ་ཡོད་རེད། དེ་ནས་དེ་ལ་འགྲེལ་བཤད་རྒྱབ་མཁན་ཚོས་ཀྱིས་འགྲེལ་བཤད་དེ་མ་འདྲ་ཞིག་རྒྱབ་རྗེས་ཕྱིར་ནས་ཨེ་ནི་ངའི་ཁ་ནང་ལོགས་ལ་ཡང་སྐད་ཆ་མང་པོ་ཇི་མ་བླུགས་བཞག་དུས་སྤྱི་ཚོགས་ནང་ལོགས་ལ་ཡང་རང་བཞིན་གྱིས་གོ་བ་ལོག་སྒྲུབ་ཅིག་ཕྱིན་པ་རེད། གང་ཡང་ཁྱད་པར་མེད། ད་ལྟ་བར་དུ་གོ་བ་ཕྱིན་པ་ཡིན་ནས་བོད་རྒྱལ་ལོ་རྒྱལ་ལོ་ཞེས་ང་ལ་ཡང་བས་སྐད་ཆེན་པོས་རྒྱག་མཁན་དེ་འདྲ་ཡོད། བོད་རྒྱལ་གྱི་ཡོད་ན་ད་དགའ་མཁན་ཅིག་ཡིན། བོད་རྒྱལ་ནི་མ་གང་གི་སུ་གང་ཡོད་མ་རེད་བསམ་གྱི་འདུག་དེ་ཡིན་དུས་ས་ནས་ད་ང་རང་ཚོ་མངོན་འདོད་ཡོངས་རྫོགས་དང་རྨི་ལམ་ཡོངས་རྫོགས་ཨ་ནི་ང་ཚོ་དེ་ལ་བཤད་ཆོག་ཡས་ཀྱི་དེ་འདྲས་ཅིག་ཁྲིམས་སྒྲིག་ནང་ལོགས་ལ་འགྱུར་བ་བཏང་བའི་གི་མཚམས་དེ་ལ་ནི་ཚོགས་གཙོས་ཀྱི་ངོས་ལེན་བྱེད་ཆེད་དེ་ཡང་བཅུག་ཆོག་པ་ཇི་ལྟ་བདེ་ཆ་ལ་ཡང་སྔ་མའི་གི་ཐག་གཅོད་དག་རང་ལ་གནས་ཡོད་མེད་ཞིག་འགྱུར་བ་ཙམ་ཡང་མེད་ཤེས་ཆེད་ཞུ་ཧེ་ཡིན། དེ་ཡིན་དུས་ལས་རིམ་མུ་མཐུད་བྱས་འགྲོ་གི་ཡིན། ད་ལྟ་བོད་ནང་གི་བཟའ་གྲྭ་གནས་སྟངས་ཀྱི་ཐོག་ལ་ཡང་བཀའ་མོལ་གནང་མཁན་དེ་གོང་གསལ་ཟླ་གྲགས་ཨུ་རྒྱན་སྐྱབས་ལགས་མུ་མཐུད་རོགས་གནང།

དེ་རིང་སྐར་རྩིས་ནི་སྐར་འབོད་མི་ཆོག་ཟེར་ནས་ཚོགས་གཙོ་གིས་དེ་སྐར་རྩིས་སྒོ་ནས་སྟངས་འཛིན་བྱེད་སྟངས་ཀྱི་རྣམ་པ་སྒོ་ནས་འགྱུར་བ་རྣམ་པ་གཉིས་འགྲོ་ཡས་ཡོད་རེད་དེ་ཡིན་དུས་ཚོགས་གཙོའི་སྟངས་འཛིན་དེ་ད་ལྟ་མ་ཕྱིན་པ་ཡིན་ན་ང་ཚོ་གྲོས་ཚོགས་དེ་ཆེ་མཐོང་དང་ལྡན་པ་དང་ད་ལྟ་འགྲོ་གི་མི་འདུག་ཟེར་ངས་གྲོས་ཚོགས་ཀྱི་ཆེ་མཐོང་ཡོང་བའི་ཆེད་དུ་ཞུ་བར་མ་གཏོགས་གཞན་པ་གང་ཡང་མེད། དེ་ཡིན་ན་ཡང་དེ་ཁྲིམས་དང་སྒྲིག་གཞི་དང་འགལ་འགྲོ་འདུག་དེ་ཁྲིམས་ཡིན་སྒྲིག་དུས་གསུང་དེབ་རོགས་ཐེར་གནང་གནང་ད་རེ་རྒྱལ་བའི་ཕྱག་དེ་བཀའ་གནང་རོགས་གནང། འགལ་འདུག་སྐར་རྩིས་ནི་དེ་ག་ཚང་ག་རེ་སོང་བ་རེད་བར་དུ་ཚོགས་གཙོ་མཆོག་གིས་ཨེ་ནས་འབོད་སྒྲ་དེ་འདྲ་འབོད་སྒྲ་རིགས་སྦྱར་མི་ཆོག་ཟེར་དེ་སོང་རེད།

སྟངས་འཛིན་ཡག་པོ་བྱེད་པ་ཡིན་ན་ཚོ་ད་ལྟ་འགྲོ་གི་རེད། བོད་རྒྱ་མཚོ་ཟེར་ཡ་དེ་བོད་མི་ཚང་མའི་སེམས་ཁོང་ན་ཡོད་པའི་གར་སའི་དགོན་རེད། འདི་འདི་འདྲ་བྱེད་པ་ཡིན་ན་དེའི་རྨ་ཁ་དེ་ནམ་ཡང་སུ་མི་ཐུབ་པའི་བག་ཆགས་སྡུག་ཅག་བཞག་གི་རེད། དེ་ཕྱིར་འདྲེན་བྱེད་ཡ་ལ་ག་འདྲ་ག་རེ་ག་ལས་འདུག། དེ་ཕྱིར་འདྲེན་བྱེད་ཅང་ན་ཡག་པོ་ཡོད་རེད་མ་གཏོགས་ག་རེ་བྱེད་དགོས་ན་འདི་མཇུག་སྐྱོང་གི་ཡིན།

ཆེ་མཐོང་ཡོང་བ་མ་ཟད་ཁྲིམས་དང་སྒྲིག་གཞི་དང་འགལ་འགྲོ་གི་རེད་ཟེར་ངས་དེ་ཟེར་ཡོད། དེང་དུས་བར་དོའི་ཚོགས་གཙོ་མཆོག་གིས་ཆེ་མཐོང་དང་ལྡན་པའི་རྒྱལ་རབས་ལོ་རྒྱུས་སྤྲིངས་མཁན་གྱི་ཚོགས་གཙོ་ཞིག་ཡིན་པའི་ཆ་ནས། དེབ་དེའི་ནང་ནས་ཕྱི་འཐེན་ཟེར་ཚིག་དེ་ཕྱི་འཐེན་བྱས་བཞག་པ་ཡིན་ན་དཀའ་ངལ་གང་ཡང་མི་འདུག། རེད་མ་གཏོགས་འདི་ད་ལྟ་བྱུང་རིགས་ཡོང་གི་མི་འདུག་དེ་ང་ཚོས་རྟག་རྟེན་འབྲེལ་ཡིན་ན་འདྲ་དོ་ག་རེ་ཡིན་ན་བར་དོའི་ཚོགས་གཙོ་མཆོག་ལྟར་རྒྱལ་རབས་ལོ་རྒྱུས་སྤྲིངས་མཁན་ཚོགས་གཙོ་ཞིག་ཡིན་པའི་ཆ་ནས་ཐོག་དང་པོ་གི་གྲོས་ཚོགས་ནང་ལ་སླེབས་པའི་ཆ་ནས་འོ་འདི་དེ་ཕྱི་འཐེན་མ་བྱས་པ་ཡིན་ན་རྩ་བ་ནས་འགྲིག་གི་མི་འདུག་འོ་དེ་ཕྱི་འཐེན་བྱེད་རོགས་གནང།

རེ་བ་འཚོགས་ཚོད་ཀྱི་ཐད་ཐག་གཅོད་བྱས་པ་དེ་ད་བར་རང་གནས་ཡོད། མ་འོངས་པ་ལ་ང་ཚོས་འབོད་སྒྲ་ཟེར་མཁན་དེ་ཚིག་དེ། སྐད་འབོད་ཟེར་མཁན་ཚིག་དེ་ནི་ག་རེ་ལ་གོ་དགོས་ཀྱི་རེད་བས་ག་རེ་ག་རེ་བརྒྱབ་ཆོག་གི་རེད་ག་རེ་ག་རེ་བརྒྱབ་ཆོག་གི་མ་རེད་དེ་འདྲ་ཅིག་གི་གསལ་ཁ་བྱུང་པའི་སྐབས་དེ་ལ་ཡང་ཚོགས་གཙོ་ལས་ཀའི་དེ་ངོས་ལེན་བྱེད་ཡས་ལ་ལས་སླ་པོ་ཡོད་རེད། ད་མ་འོངས་པ་ལ་འདི་ངའི་མངོན་འདོད་ཡིན་འདི་ངའི་སྨོན་ལམ་ཡིན་ཞེས་བྱས་ནས་ཨ་ནི་འདི་བོད་མི་ཚང་མས་ཀྱི་རེ་བ་རེད་ཞེས་བྱས་བྱས་པས་ན་ཨ་ནི་ང་ཚོ་འདི་གི་སྒྲིག་ལམ་བརྟན་འཇོག་གི་གནས་སྟངས་དེ་ག་རེ་ཆགས་ཀྱི་རེད་པས། དེའི་ཐོག་ནས་ཚོགས་གཙོས་ཀྱི་མེད་བཞིན་ཚོགས་གཙོ་བོད་རྒྱལ་ལོ་ལ་མ་དགའ་བ་དང་ཚོགས་གཙོ་བོད་རྒྱལ་ལོ་ལབ་པ་ཡིན་ན་ཨ་ནི་དེ་ལ་ཡང་ག་སོགས་རེད་ཅིག་ཚ་གི་ཚ་གི་ཆགས་ཡས་དེ་འདྲ་རྒྱ་ནག་ལ་ཡང་ཨ་ནི་ཅིག་བརྡ་ལན་ཅིག་མ་འདྲ་ཅིག་བཏང་ཡས་ཆེད་དུ་ཀྱང་ཚོས་ཀྱི་དེ་འདྲས་ཀྱི་ཐུགས་དོགས་ཡོད་པ་ཡིན་ན་ཏན་ཏན་ནོར་བ་རེད། དེ་ཡིན་དུས་ཚང་ནས་སྐུ་ཡོད་ཕྱི་དུས་ཆོག་ལེ་ཡ་ནི་དེ་རིང་ཁྱེད་རང་གི་སྔོན་དུས་དེ་ཚོགས་གཙོས་གྲུབ་ཐུབ་མ་སོང་ད་དོན་མུ་མཐུད་བྱས་ནས་ད་ལྟ་ལས་ལས་དོན་ང་ཚོ་ཕྱི་དུས་མང་པོ་ཅི་ལྷག་བསྡད་ཡོད་དེ་ཡས་བཀའ་མོལ་གནང་ཡས་ཐོག་ལེ་ཡ་མུ་མཐུད་ནས་ཕེལ་ཡས་ཡིན།